ད་ང་ཚོ་བོད་པའི་གི་གནས་སྟངས་དེ་ཧ་ཅང་གི་ཉག་ཕྲ་བོ་དང་འགན་ལྕི་བོ་དང་ཉེན་ཁ་ཆེ་ཤོས་ཅིག་གི་སྐབས་ལ་སླེབས་བསྡད་ཡོད། ང་ཚོ་བོད་པ་ལ་ད་དཀའ་ངལ་ཆེ་ཤོས་འཕྲད་བསྡད་པའི་སྐབས་ཆགས་བསྡད་ཡོད་ང་ཚོ་བོད་པ་ལ། གང་ཡིན་ཟེར་ན་སོ་སོ་ལུང་པའི་ནང་ལོགས་ལ་སོ་སོའི་གི་ཆོས་དང་རིག་གཞུང་ང་རང་ཚོ་གི་ད་འདོད་པ་ནང་བཞིན་དང་ཆོས་དང་རིག་གཞུང་ལ་སྲུང་སྐྱབས་ད། བྱེད་དགོས་ཡ་དེ་ཚོ་བྲལ་ཏེ་བྱེད་མ་ཐུབ་ཡ་ཅི། དེ་འདྲའི་གི་གནས་སྟངས་མཛའ་དྲག་པོ་ཅིག་སླེབས་དེ་གོ་རེད། ཤེས་ཚོ་དེ་ཡིན་དུས་གང་ལ་ང་ཚོ་ལ་ད་དུས་ཚོད་དམིགས་བསལ་ཞེ་བོ་ཅིག་ཆགས་དེ་གོ་རེད། ད་དུས་ཚོད་འདི་འདྲའི་ཅིག་སྐབས་ལ་བོད་རང་གི་ད་ལྟའི་གི་གནས་བབ་གནས་སྟངས་ག་འདྲའི་ཅིག་ཡོད་པ་དེ་ཡིས་ཤེས་པར་བྱས་ནས་དེ་ཧ་གོ་བ་བྱས་ནས་ནི་དེ་ལ་དཔག་པའི་གཞོན་སྐྱེས་ཚོའི་ངོས་ནས་བོད་སྲུང་བཅག་བྱེད་ཡ་བོད་ཀྱི་ཆོས་དང་རིག་གཞུང། དྭགས་པོ་བྱ་ཡ། བོད་དེ་ད་ལྟ་ཉང་དེ་ཡོར་དེ་ཉང་ཆག་ཆེན་ཡོད་པ་དེ་ཡ་ཉང་པ་ལྷ་བཟོ་བྱེད་ན་ཡ་དར་འཕེལ་གཏོང་ཐུབ་ཡ་ཆེ། བོད་དེ་ཅིང་ནུས་པ་དང་ལྡན་པ་བྱེད་ས་ཡ་ཆེ། དཔལ་འབྱོར་གྱི་ཐོག་ནས་ཡིན་ན་རེད། རིག་གཞུང་གྱི་ཐོག་ནས་ཡིན་ན་རེད་སྐད་ཡིག་གྱི་ཐོག་ནས་ཡིན་ན་རེད། ད་གོང་གཞིས་དེ་འདྲའི་ཐོག་ནས་ཡིན་ན་རེད། ཆོས་ལུགས་ཀྱི་ཐོག་ནས་ཡིན་ན་རེད་དཱ་ནི་ཁོར་ཡུག་གི་ཐོག་ནས་ཡིན་ན་རེད་ཚང་མ་ཤུགས་ཚང་མ་ནས་ནུས་པ་དང་ལྡན་པ་ཞིག་བཟོས་ཐུབ་དགོས་ཡ་དེ་ད་ང་ཚོ་གི་ཁ་ཚ་དགོས་གཏུགས་ཀྱི་ད་ལྟ་ནས་བྱེད་དགོས་ཡ་ད་དེ་སང་ནི་ལང་ནི་ག་ལེ་ག་ལེ་ཆ་ཞིག་སྟེང་ནས་བྱས་ན་འགྲིག་ཡ་སུ་འགྲིག་གི་མ་རེད་ད་ལྟ་ནས་བྱེད་དགོས་ཡ་གི། དེ་འདྲའི་གནས་སྟངས་ཆགས་འདི་ཡོད་རེད། ང་ཚོ་བོད་པ་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས། བོད་པ་ལ་བོད་པའི་ཁྱད་ཆོས་ཡོད་རེད་ཐུན་མོང་མ་ཡིན་པ་ཡོད་རེད། བོད་པའི་མི་ལ་ཡང་བོད་པའི་མི་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡོད་རེད། བོད་ཀྱི་ཆོས་དང་རིག་གཞུང་ཟེར་ཡ་དེ་ཡིས་ང་ཚོ་ཤི་ལོག་ལ་དང་ད་འདི་སྐུ་དང་དེ་ཚོ་སྐུ་གི་ནང་རྒྱུ། འདི་ལ་སྐུ་མང་པོ་འདུག་དེ་ཚོ་སྐུ་དེ། བཟོ་ལྟ་མི་འདྲ་བ་ཡོད་པ་དེ་ཚོ་ཡང་ང་ཚོ་བོད་བོད་ཀྱི་གཟུ་དང་དང་ཆེ་ཆུ་ཡོད་དེ་བ་དེ་འདྲས་རེད་ཕྱི་ལོག་གི་གཞས་སྣ་ཁྲའུ་དོན་དང་དེ་ཚོའི་ཐུག་ནས་ཡང་ང་ཚོ་བོད་བོད་ཀྱི་ཆེ་ཆུ་ཡོག་རེད་ཁ་ལག་ཟ་དང་རྡོ་ལུག་གོན་དང་དེ་ཚོ་དེ་ཚོ་ཡང་གཤིས་ཀྱི་ཆ་ཤས་ཅིག་རེད་མིག་གི་ཐུག་ཡང་ཡོད་དེ་བ་ཅིག་རེད་ད་གཙོ་བོ་གྱི་ང་ཚོ་བོད་བོད་ཆུ་དང་རི་ཆུ་ནི་ང་ཚོ་སྐད་ཡིག་གི་ཐུག་ནས་ཡོག་རེད་ང་ཚོ་སྐད་ཀྱི་ནང་ལོག་ལ་བོད་བོད་ཀྱི་སྐད་ཆ་བཤད་སྟངས་མི་འདྲ་བ་སྐད་ཀྱི་ནང་ལོགས་ལ། གར་སོགས་རེད། གནང་རྒྱུ་དོན་དང་མི་འདྲ་བ། གོས་ཤ་བྱེད་སྟངས་མི་འདྲ་བ། སྐད་ཁོ་རང་གི་ཁྱད་ཆོས་མི་འདྲ་བ། འདི་བོད་པའི་སྐད་ཆ་བཤད་སྟངས་ཀྱི་ཐོག་ནས་བོད་པའི་གི་འདི་གོ་རེད། ཁྱད་ཆོས་མི་འདྲ་བ་ཡོད་པ་འདི་ཚོ་བདག་པོ་བྱ་ཐུབ་དགོས་ཡ། ཨན་དག་ནང་བཞིན་བོད་པའི་སང་ལོའི་ནང་ལོགས་ལ། བོད་པའི་གི་སང་ལོ་ཐུན་མོང་མ་ཡིན་པ་ཡོད་རེད། བསམ་པ་གཙང་མ་གཙང་རྐྱང། ང་ཚོ་བོད་ཀྱི་ས་ཆ་འདི་གངས་རི་བསྐོར་ནས་ཡོད་རེད་གངས་རི་དཀར་པོ་གཙང་མ་ཡོད་པ་ནང་བཞིན་ང་ཚོ་བོད་པའི་གི་བསང་ལུགས་དེ